ངས་ཡུལ་གྲུབ་ཟེར་མཁན་གྱི་ཕྱི་ནང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ད་རིང་གི་ཉིན་མོ་འདི་ང་ཚོ་བོད་རིགས་ཡོངས་ལ་ཡང་དགའ་བར་འོས་པ་དང་སྤོབས་པ་བྱེད་འོས་པའི་གི་ནི་དྲན་རྟེན་གྱི་ཉིན་མོ་ཞིག་ཆགས་ཀྱི་ཡོད་རེད། ད་འདི་ག་རེ་ཞུས་པ་ཡིན་ན་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང། ཨ་ནུ་ནུ་བའི་ཞི་བདེ་ཟིན་ཐབས་ཕུད་པའི་གི་ཉིན་མོ་དེ་ཆགས་བསྡད་ཀྱི་འདུག་ད་དེ་རིང་འདིའི་ནང་ལོ་ལ་ཡང་ངས་ག་རེ་ཞུ་ཡ་ཡིན་ཞུས་པ་ཡིན་ན། ཨ་ནི། རྩ་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་མཆོག་ལ་ཡང་ཨ་ནི། ང་ཚོ་ནུ་བའི་ཞི་བདེ་ཟིན་ཐབས་དེ་ག་འདྲའི། བདག་གིར་བཞེས་ཡོད་པ་དང། ཨ་ནི་དེ་ནས་རྩ་བའི་ང་ཚོ་ནུ་བའི་ཞི་བདེ་ཟིན་ཐབས་ཟེར་དེ་ཨ་ནི་ག་འདྲའི་བྱུང་ཡོད་མེད་དེའི་ཐོག་ལ་ཡང་ཞུ་ཡ་ཡིན་དེ་ནི། རྣམ་པ་ཡོངས་ཀྱིས། མ་རྩོམ་པ་དུ། ཨ་ནི། བརྙན་ཐུང་དེ་གཟིགས་རོགས་གནང་ཟེར་ན་ཞུ་ཡ་ཡིན་ཐུགས་རྗེ་ཆེ། ཨ་ནི། ཐོག་མ་དེ་ལ་ཡང། གོང་ས་ལྷ་མི་རྣམ་འདྲེན་སྐྱབས་མགོན་རྒྱལ་བས་འོང་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། རྗེ་བཙུན་བྱམས་པའི་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་གི་མཚུངས་པ་མེད་པའི་དད་དཔལ་བཟང་པོ་མཆོག་ལ་ཡང། ཨ་ནི། ནོར་བྷེལ། ཞི་བདེའི་གཟེངས་རྟགས་ཀྱི། ཚོགས་མི་ཡོངས་ནས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི། ཟླ་བ་བཅུ་གཉིས་པའི་ཚེས་བཅུ་ཡི་ཉིན་མོ་ལ་ཡང། གོང་པོ་གང་ཉིད་ཀྱིས་སྐུ་ཚེའི་ཧྲིལ་པོར། ནང་བསྟན་ནས་གསུངས་པའི། ལྟ་གྲུབ་གཞི་བཞག་གི་ཐོག་ནས། མཉམ་དུ། བདག་ཉིད་ཆེན་པོ་དགའ་འདིས་ཀྱིས། ཚད་མའི་ལྟ་གྲུབ་གཉིས་ཟུང་འབྲེལ་གྱི་ཐོག་ནས་ཡང། འཛམ་བུ་གླིང་སྤྱི་ཡོངས་ལ་ཡང། ཞི་བདེའི་སྐྲུན་ཐབས་དང་ཡང་སྒོས། བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི། བདེན་མཐའ་གསལ་གྱི་ཐབས་ལམ་ལ་ཡང། ཚད་མའི་ཞི་བའི། ལྟ་གྲུབ་ཉག་གཅིག་ལ་བརྟེན་ནས་ནི་ལས་འགུལ་རབ་དང་རིམ་པ་ཞིག་ཐུགས་འགན་བཞེས་པའི་གྲུབ་འབྲས་དང། མ་ཟད་འཛམ་བུ་གླིང་ཡོངས་ལ་ཡང་འཚེ་བ་མེད་པའི་ལྟ་གྲུབ་དེ་རྒྱ་ཁབ་ཕན་ཚུན་དང། མི་རིགས་ཕན་ཚུན། གྲོང་པ་ཕན་ཚུན། འཆམ་མཐུན་གནས་ཡ་དང། ཨ་ནི་ཡར་རྒྱས་ཀྱི་རྩ་བ་འདི། ཨ་ནི་ཚད་མའི་བཞི་པའི་ལྟ་གྲུབ་ཡིན་པ་འདི། དེ་འབྲེལ་གྱི་བཀའ་སློབ་རབ་དང་རིམ་པ་ཕེབས་པ་ཙམ་དུ་མ་ཟད་པས། ཨ་ནི། གོང་འཕོ་གང་ཉིད་ཀྱི་ཡིན་པ་ཡིན་ན་ཡང། ལྟ་གྲུབ་འདི་ཡི་ཐོག་ལ་ཡ། མ་རྩ་བཞི་རྩ་བཞག་པའི་ཐོག་ནས་ཕྱག་ལས་གནང་བས། དེ་འབྲེལ་གྱི་གྲུབ་འབྲས་ལ་བརྟེན་ནས། ཨ་ནི་གོང་དུ་ཞུས་པ་ན་ཞེས་བྱའི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དགུའི་སྤྱི་ཟླ་བཅུ་གཉིས་པའི་ཚེས་པ་བཅུའི་ཉིན་མོ་དེ་ལ་ཡང་ཨ་ནི་འཛམ་བུ་གླིང་ནང་ལ་སྙན་གྲགས་ཡོད་པའི་ཨ་ནི་ཞི་བདེའི་གཟི་མདངས་དེ་དུ་བྱས་ནས་གོང་བུ་གང་ཉིད་ལ་ཡར་ཕུལ་བ་དང་ཨ་ནི་གོང་བུ་གང་ཉིད་ཀྱི་བདག་གིས་བཞེས་པ་དུས་དེ་ནས་བཟུང་ནས་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨ་ནི་འཛམ་གླིང་ཞི་བདེའི་དེད་དཔོན་ཟེར་བའི་མཚན་དེ་ཡང་དུ་གསོལ་ནས་ཨ་ནི། བོད་དོན་གྱི་ཐོག་ལ་ཡིན་པ་ཡིན་ན་ཡང་འཛམ་བུ་གླིང་ཡོངས་ལ་ཡང་ཡོངས་ནས་ཡང་ནི་རྒྱབ་སྐྱོར་དང་ཡང་ནི་ཅིག་བདེན་མཐའ་གསལ་གྱི་ཆེད་དུ་འཛམ་གླིང་རྒྱལ་ཁབ་ཁག་མང་པོ་ཅིག་ནས་ཡིན་པ་ཡིན་ན་ཡང་ཡང་ནི་བོད་དོན་གྱི་ཐོག་ལ་ཡང་རྒྱབ་སྐྱོར་ར་ཡ་དང་འོ་དེ་འགྲིག་གི་ཡང་ནི་ནུས་པ་ཆེན་པོ་ཆེན་པོ་ཞུ་ཅིག་ཡང་འདུག་བྱས་ནས་ཡང་ནི་ད་ལྟའི་བར་དུ་བྱུང་ཞེས་པ་འོ་དེ་འདྲ་རེད་འོ་དེ་འདྲ་ཞུ་ཡ་ཅིག་དང། དུས་འདི་ནས་བཟུང་སྟེ། བོད་ཞིག་དམངས། གཉིས་ཀྱི་བདུད་རྩི་འདི། དུས་ཆེན་ཁྱད་པར་ཞིག་ལ་ཡང་བརྩིས་གནང་ནས། གཞུང་དང་གཞུང་འབྲེལ་མ་ཡིན་པའི་ཀྱི་ཐོག་ནས། བདུད་རྩི་དེ་ལ་ཡང་སྲུང་བརྩི་ཟབ་རྒྱས་ཞུ་ཡ་ཀྱི་ལུགས་སྲོལ་ཞིག་ད་ལྟ་བར་དུ་འདུ་ཤེས་ནས་ཆགས་བསྡད་ཡོད་རེད། ད་རིང་དེའི་ཉིན་མོ་དེ་ཆགས་བསྡད་ཡོད་པ་སོང་ཙང་ཚང་མ་ལ་ཡང། དགའ་དགའ་སྤྲོ་སྤྲོ་ངང་ནས་འཚམས་འདྲི་ཞུ་གི་ཡོད། དེ་ནས་དུས་ཚོད་གཉིས་པ་དེ་ལ་ཡང། ད། ནོ་བེལ་ཞི་བདེ་གཟེངས་རྟགས་དེ། ཐོག་མར་བྱུང་རིམ་དེ་ག་འདྲ་རེད་འདུག་ཞུས་པ་ཡིན་ན། སུའི་ཏྲེན་གྱི་རྒྱལ་ཁབ་ཀྱི་ཚན་རིག་པ་གྲགས་ཅན། Alford Nobel ཞུས་པ་ཁོང་གིས་གསོལ་སྟོན་གནང་བཞེད་པ་ཅིག་དེ་འདྲ་ཆགས་བསྡད་ཀྱི་འདུག་ད་དེ་ག་འདྲ་རེད་ཞུས་པ་ཡིན་ན་ཁོང་རང་ཉིད་ལྟ་བུ་ཆ་མཚོན་པ་ཡིན་ན། ཆུང་བྱིས་པའི་དུས་ནས། རྫས་སྦྱོར་རིག་པ་དང་དེ་འབྲེལ་གྱི་ཐོག་ལ་ཡང་ཐུགས་སྣང་ཤུགས་ཆེན་པོ་ཞུགས་ཡོད་པ་ཅིག་དང། དེ་ནས་ཁོ་རང་གིས་འདོད་པ་ན་ཞིག་བྱས་པ་ཡིན་ན།

ཡག་པོ་ལྟ་ཚུལ་ལེགས་པོ་མ་བྱུང་བའི་རྐྱེན་གྱིས་ཨ་ནི་ཁོ་རང་ཡང། གཅིག་གིས། ཁོ་རང་གི་མཚན་སྙན་སྒྲ་ལ་གནོད་ཡ་ལ་སོགས་པ་དེ་འདྲ་ཡང་འབྱུང་བཞག་ཡིན་པ་ཡིན་ན་ཡང་ཁོ་རང་གི་སེམས་ཤུགས་རྒྱུན་ནས་མ་ཆག་པ་བཅས་མུ་མཐུད་ནས་ཨ་ནི་དེའི་ཐོག་ལ་ཡང་ཉམས་ཞིབ་དང་ཨ་ནི་ཕྱག་ལས་གནང་བའི་བརྒྱུད་རིམ་ལ་བརྟེན་ནས་ཨ་ནི་མཐའ་དོན་དེ་ལ་ཡང་ཁོ་རང་གིས། ནུས་ཤུགས་ཆེན་པོས་ཀྱིས་ནི་དེ་འདྲའི་འབར་རྫས་དེ་འདྲ་བཟོས་ཐུབ་པ་བཅས་འདི་ཐོག་མའི་ཁོ་རང་གི་དམིགས་ཡུལ་འདྲ་བོ་བྱས་པ་ཡིན་པ་ཡིན་ན་ནི་དེ་འདྲའི་གྱི་ཅིག་གནོད་སྐྱོན་ཤུགས་ཆེན་པོ་བྲོས་བཏང་ཡ་དང་དེ་འདྲའི་གྱི་དམིགས་ཡུལ་རེད་ཡོད་མ་རེད་དེ་ཡིན་པ་ཡིན་ན་ཡང་ཕྱིས་སུ་ནི་ཁོ་རང་གི་ད་འདི་འཛམ་བུ་གླིང་ནང་ལོགས་ལ་ཡ་ཚོང་འགྲེམས་ད་ཅིག་འགྲེམས་སྤེལ་ཤུགས་ཆེན་པོ་ཞུ་བྱེད་དུས་ཙམ་པ་ལ་ཡ་ནི་ཁོང་པས་རྒྱུ་ཕྱུག་པོ་ད་འཛམ་བུ་གླིང་ནང་གི་ནི་ཕྱུག་ད་འོ་དེ་འདྲའི་འདྲ་བོ་ཅིག་ལ་ཡ་ཆགས་ནས་ནི་དེ་འདྲའི་གྱི་རྒྱུ་རིམ་དེའི་ཁྲོད་ནས་ནི་འཛམ་བུ་གླིང། ཡོངས་སུ་རྫོགས་པ་ལ་ཡང་དག་ཁོང་གིས་དེའི་མཚན་སྙན་གྲགས་དེ་ཁྱབ་ནས་དེ་ཁོད་ཀྱི་མཛད་སྤྱོད་ལས་གྲུབ་པའི་གྱི་བར་མཛད་དེ་ཤུགས་ཆེན་པོ་ཞུ་ཅིག་འཛམ་བུ་གླིང་ནང་ལ་ཡང་ཚོང་འགྲེམས་བྱུང་ནས་རྒྱལ་ཁབ་ཁ་ཤས་ཀྱིས་དེ་ནས་དེའི་ཐོག་ལ་ཡང་ཅིག་རྒྱལ་ཁབ་ཕན་ཚུན་དམག་འཁྲུག་དང་དེ་འདྲ་རྒྱབ་དུས་ཙམ་པོ་ལ་དེ་ལ་བེད་སྤྱོད་བཏང་ནས་བེད་སྤྱོད་ལོག་པ་བཏང་ནས་དེ་འདྲས་ཀྱི་ད་རྐྱེན་པས་གི་དེ་ནས་ཁོ་རང་གི་པས་ཅིག་ད་ཐ་མའི་ཐག་གཅོད་དེ་ལ་ཡང་ད་ཅིག་གྱོད་པ་མ་བྱུང་ན་ཤུགས་ཆེན་པོ་ཞུ་ཅིག་འཁྲུངས་ནས་ཁོང་གིས་ག་རེ་བྱས་ར་ལ་ད།